ད་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་དཔྱིད་ཟླ་བཞི་པའི་ཚེས་པ། ཉི་ཤུ་གསུམ་རེས་གཟའ་ཉི་མ་གི་ཉིན་མོ་དེ་ལ་ངས་བརྙན་འདི་བཟོ་གི་ཡོད་དེ། དེ་ནི་དེ་རིང་འཛམ་གླིང་དཔེ་ཀློག་གི་ཉིན་མོ་ཡིན་པའི་ཆ་ནས་རྩོམ་པ་པོ་དང་ལོ་ཙཱ་བ་ལ་སོགས་པ་ད་ང་ཚོ་འགྲོ་བ་མི་ལ་བློ་གྲོས་ཀྱི་མེག་སྦྱིན་པའི་ཁེ

གཏོང་བའི་གི་སྐོར་ལ་ད་དོ་བདག་ཕོ་མོ་མོ་རང་གཉེན་ལམ་ལ་མར་དོང་བྱས་ནས། ངུ་འབོད་གི་བརྙན་བཟོས་ད་ང་ཚོས་ཅིག་སིམ་པ་གི་གཟུགས་མི་ཐོབ་ཡ་ཅིག་བརྙན་ཅིག་དེ་འདྲ་གི་བརྙན་ཅིག་ད་ང་ཚོས་འདྲ་གོང་ད་ནང་མཐོང་ཡོད་རེད་དེ་དང་འབྲེལ་བྱས་ནས་དེ་རིང་ངས་སྐར་མ་ཁ་ཤས་གི་རིང་གོང་ལ་སྐད་ཆ་ཅིག་བཤད་ཡག་གི་འདོད་པ་བྱུང། ད་སྤྱིར་བཏང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་གི་སྤྱི་ཟླ་བརྒྱད་པའི་གི་ཚེས་པ་ཉི་ཤུ་བརྒྱད་གི་ཉིན་མོ་དེ་ལ་ད་རྡ་རམ་ས་ལ་ལ། དེ་ནི་རྒྱ་གར་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གསུམ་གྱི་རེ་སྐོར་དང་གོ་སྒྲིག་གི་འོག་ནས་དེ་ནི་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་དགེ་སློབ་གྲོང་ཉིས་བརྒྱ་ཙམ་ལ་མཇལ་ཁ་དང་བཀའ་སློབ་སྩལ་བའི་གི་སྐབས་ལ། དེ་ནི་རྒྱ་གར་གྱི་ཕྲུ་གུ་བཅས་ཀྱིས་ཁོ་རང་གིས་རྒྱལ་བ་རིན་པོ་ཆེ་ལ་ཡར་རེ་བ་ཞུས་བྱས་ནས་དེ་ནི་རྒྱལ་བ་རིན་པོ་ཆེ་ལ་ཅིང་འཐམ་ཡ་དང་ད་དམིགས་བསལ་གྱི་མཇལ་ཁ་དང་བྱིན་རླབས་ཞུ་ཡ་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། ད་སྐབས་དེ་དུས་ཀྱི་རྒྱལ་བ་རིན་པོ་ཆེ་གི་ཕྲུ་གུ་དེ་ལ་ཕྲུ་གུ་དེ་གའི་རེས་སྐོར་ནང་བཞིན་རྒྱ་གར་རིན་པོ་ཆེ་གིས་ཕྲུ་གུ་དེ་ལ་འཐམ་པ་དང་སྐུ་ཚེ་གེ་ད་གུ་ཡངས་ཀྱི་བྱམས་བརྩེའི་མཇལ་འཕྲད་གནང་བ་བཅས་ཆགས་ཀྱི་ཡོད་རེད་དེ་ཆགས་ཀྱི་ཡོད་པ་ནང་བཞིན་མཇལ་འཕྲད་དེ་གི་རྗེས་ལ་ཕྲུ་གུ་དང་ཕྲུ་གུའི་ཨ་མ་གིས་མཇལ་འཕྲད་ཀྱི་ཚོར་སྣང་དང་ངོས་འཛིན་འབྲི་སྦྱོར་བྱས་པའི་བརྙན་གྱི་ནང་ལོགས་ལ་ཕྲུ་གུ་ཁོ་རང་གིས་རྒྱ་གར་རིན་པོ་ཆེ་དང་མཇལ་འཕྲད་དེ་ཧ་ལེ་བྷེ་ཀི་བཟང་ཕྱོགས་ཀྱི་ནུས་སྟོབས་ཀྱི་རགས་པའི་གི་ཚོར་སྣང། བྱུང་བའི་སྐོར་ཁོ་རང་གིས་བརྙན་ནང་ལ་དངོས་སུ་བཤད་ཡོད་རེད་དེ་སྔ་ནང་བཞིན་ཁོ་རང་གི་ཨ་མ་གི་ངོས་ནས་ཡིན་ན་ལེ། ཁོ་ཚོ་ལ་རྒྱལ་བ་རིན་པོ་ཆེ་དེ་འདྲའི་མཇལ་འཕྲད་བྱུང་བ་དེ་ཁོ་རང་ཚོ་ནང་མི་ཚོ་གི་ཡུན་རིང་པོ་གི་རེ་སྒུག་ཅིག་ཡིན་པ་དང། ད་དེ་འདྲའི་གི་མཇལ་འཕྲད་དངོས་སུ་བྱུང་བ་དེ་འདྲི་འཇུག་མི་ཐོབ་པའི་བྱིན་རླབས་ཅིག་ཡིན་པའི་སྐོར་ལ། ད་མཇལ་འཕྲད་གི་རྗེས་ལ་འགྲེལ་བཤད་གསལ་པོ་ཅིག་བརྒྱབ་ཡོད་རེད། ཡིན་ན་ལེ་མཇལ་འཕྲད་དངོས་སུ་གནང་བའི་གི་བརྙན་དེ་ད་དྲ་ལམ་ནས། ལྡོག་ཕྱོགས་དང་ངན་ཕྱོགས་ནས་གླིང་བཞི་བཟོས་བྱས་ནས་ད་རྒྱལ་བ་རིན་པོ་ཆེ་ལ་དེ་ལྟར་འབྲེལ་བྱས་ནས་མུ་མཐུད་མཚན་མོ་སྐུར་འདེབས་ཞུས་བྱས་ནས་ད། སྤྱི་ཟླ་བཞི་བའི་གི་ཚེས་པ་བརྒྱད་དགུ་ནས་མ་བརྩིས་པ་ཡིན་ན་ད་ཧ་ལམ་ད་བར་ལ་ཟླ་བ་ཕྱེད་ཀ་སར་སོང་ཟིན་པ་དང། ད་དེ་འབྲེལ་གི་དུས་ཚོད་རིང་པོ་ཅིག་ཕྱིན་པ་ཡིན་ན་ལས་འཇའ་འཕྲེད་དང། ད་དེ་འབྲེལ་གི། རྒྱལ་བ་རིན་པོ་ཆེ་གིས་ཁོང་ཚོ་ལ་བཀའ་སློབ་བསྩལ་བའི་སྦྱར་འཕྲིན་དེ་གོ་སྒྲིག་བཟོ་ཉན་གྱིས་རྒྱ་གར་གྱི་ཚོགས་པ་ཁག་གསུམ་དང། དེ་ནི་ཕྲུ་གུ་གི་ནང་མི་ཚོ་གིས་ད་དུང་ཡིན་ཡང་ཅིག་སྤྱི་ཚོགས་དྲ་ལམ་ལ་ད་གནད་དོན་འདིའི་སྐོར་ལ་ཅིག་བརྡ་ལན་ཅིག་རྩ་བ་ཉིད་ནས་དཀྲིས་ཡོད་མ་རེད། མདོར་བསྡུས་ན་ད་སྦྱར་འཕྲིན་གོ་སྒྲིག་བཟོ་ཉན་གྱི་ཚོགས་པ་ཁག་དང། དེ་ནས་ཕྲུ་གུའི་ནང་མི་ཚོ་གས་ད་སྤྱི་ཚོགས་དྲ་ལམ་ལ་གནས་ཚུལ་འདིའི་ཐོག་ལ་གནས་ཚུལ་འདི་ལིང་ཞིག་ཆགས་ཚར་བའི་རྗེས་ལ་ད་གང་ལྟར་རྩ་བ་ཉིད་ནས་ཡ་ལན་དང་དེ་ནས་བདག་སྤྲོད་ལབ་ན་འདྲ་གང་ལྟར་དེ་འདྲ་གི་རྣམ་འགྱུར་ཅིག་རྩ་བ་ཉིད་ནས་བསྟན་ཡོད་མ་རེད། ད་དེ་འདྲ་ལབ་དུས་ཚང་པ་ཅིག་འཇའ་འཕྲིན་གོ་སྒྲིག་བཟོ་མཁན་དང་ཕྲུ་གུའི་ནང་མི་ཁོ་རང་ཚོ་ལ་ནང་འཁྲུལ་ཡོད་རེད་ངས་རྩ་བ་ཉིད་ནས་ལབ་གི་མེད། གནད་དོན་འདིའི་ཐད་ལ་ཁོ་རང་ཚོ་ལ་ནོར་འཁྲུལ་རྩ་བ་ཉིད་ནས་ཡོད་མ་རེད་ཅེས། ཡིན་ན་ལས་གནད་དོན་འདིའི་ཐད་ལ་ད་ཁོ་རང་ཚོ་ལ་གསལ་བཤད་བྱེད་ཡག་གི་བཟུང་བཅུག་གི་འགན་འཁྲི་ཅིག་ཡོད་བ་ལ་ངས་ངོས་འཛིན་བྱེད་ཀྱི་ཡོད། དེ་ག་རེ་བྱས་ནས་བྱེད་ཀྱི་ཡོད་ལབ་ན་འཇའ་འཕྲིན་དེ་ལ་ད་ལྟ་སྤྱི་ཚོགས་ནང་ལོགས་ལ་འདྲི་གཞི་ལོག་པ་བཟོས་བྱས་ནས་རྒྱ་བལ་འབོ་ཆེ་ལ་མཚན་མོ་ད་བོད་པའི་སྤྱི་ཚོགས་ལ་བརྡབ་གསིག་འདི་འདྲ་གི་ཆེན་པོ་ཅིག་ཐེབས་པའི་སྐབས་ལ་ད་མ་མཐའ་ཡང། སྐབས་དེ་དུས་ཀྱི་འཇར་ཁྲི་འདུ་འཛོམས་གོ་སྒྲིག་བཟོ་ཉན་གྱི་འཇར་གྱི་ཚོགས་པ་ཁག་དང། དེ་ནི་ཡི་ཕྲུ་གུ་གི་ནང་མི་ཚོ་གི་གནས་དོན་འདིའི་ཐད་ལ་རྒྱལ་སྤྱིའི་ཐོག་ལ་རང་འགུལ་གྱི་ཐོག་ནས་སྐབས་དེ་དུས་ཀྱི་བརྒྱུད་རིམ་དང་དངོས་གནས་ཚུལ་ག་རེ་ཡིན་པ་ག་རེ་བྱུང་ཡོད་པ་དེ་རྒྱལ་སྤྱིའི་ཐོག་ལ་གསར་བཏང་ཅིག་དགོས་ཀྱི་རེད་དྲན་གྱི་འདུག་ཁོང་ཚོའི་ངོས་ནས་ད་ལྟའི་ཁོང་ཚོ་གིས་རྒྱལ་བ་རིན་པོ་ཆེ་དང་བོད་མི་མང་ལ་མ་མཐིལ་གཅིག་བརྡ་ལན་གཅིག་ངན་པར་དུ་སྤྲད་དགོས་ཀྱི་བཟང་སྐྱོང་གི་འགན་ཁུར་ཅིག་ལ་ང་རང་གི་ངོས་ནས་ངོས་འཛིན་བྱེད་ཀྱི་ཡོད་དེ་རེད་དམ་མ་རེད། དེ་ཚང་མ་གི་བསམ་བློ་གཏོང་ཡ་ཅིག་དང་དྲི་བ་བྱེད་རེད། ད་ག་སིའི་ཁོ་རང་ཚོ་གི་རང་འགུལ་གི་དེ་འདྲི་གི་གནས་སྟངས་འདི་རྒྱལ་སྤྱིའི་ཐོག་ལ་སྲིད་ཞི། བཟོ་ཡ་གི་བཟང་ཕྱོགས་གི་འགན་འཁྲི་འདི་སྒྲུབ་གི་མེད་ན་དེ་ནི་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོ་གི། ཁོང་ཚོ་གི་ས་ནས་ད་བརྒྱུད་རིམ་དང་བཅས་པ་བདུན་སྟོང་གསར་སྟོང་གི་བརྡ་ལན་གཅིག་ངན་པར་བསྡུ་ལེན་ཐོབ་དགོས་ཡ་དེ་ད་འབྲི་ཡུ་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོགས་ཀྱིས་མ་མཐིལ་རྒྱལ་བ་རིན་པོ་ཆེ་གི་མཚན་སྙན་སྲུང་སྐྱོབ་བྱེད་ཡ་གི་འགན་འཁྲི་གི་ཆ་ཤས་གཅིག་དང་བོ་མི་མང་ལ་ཡིན་པ་ཡིན་ན་ལས་དེ་འབྲི་གི་བརྡ་ལན་གཅིག་སྤྲད་དགོས་ཡ་དེ་འགན་འཁྲི་ཡོད་རེད་དྲན་གི་འདུག་དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་གོང་གི་ཚོགས་སྡེ་ཁག་གསུམ་གྱི་ལྷན་ཚོགས་དེ་གོ་སྒྲིག་གནང་བ་དང་ཕྲུ་གུ་དང་ཕྲུ་གུའི་ནང་མི་དང་བཅས་པ་ལ་རྒྱལ་བ་རིན་པོ་ཆེ་ལ་དམིགས་བསལ་གྱི་མཇལ་ཁ་ཞུས་ཡོད་པས་གད་ད་པར་དྲ་ལམ་ལ་ཡོངས་གྲགས་ཆགས་བསྡད་ཡོད་པའི་ཆ་ནས་དེ་ཚོ་ཚང་མ་དགའ་ལྡན་ཕོ་བྲང་གི་མོས་མཐུན་དང་ཆོག་མཆན་གྱི་འོག་ལ་ལྷན་འཛོམས་དེ་དང་མཇལ་འཕྲད་དེ་བྱུང་བ་བཅས་ཡིན་པའི་ཆ་ནས་མ་མཐའ་ཡང་དེའི་འབྲེལ་བ་བཟོ་མཁན་དགའ་ལྡན་ཕོ་བྲང་གི་ལས་སྣེ་རྣམ་པ་ཚོ་གིས་འདིའི་ཐད་ལ་གོ་སྒྲིག་བཟོ་ཉན་རྒྱ་གར་གྱི་ཚོགས་སྡེ་ཁག་དང་ཕྲུ་གུ་གི་ནང་མི་གིས། སྲིད་ཞིའི་བཟོ་གཡར་གྱི་བཟང་སྤྱོད་ཀྱི་འགན་འཁྲི་དེ་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོ་གིས་བདའ་འདེད་དང་འབོད་སྐོར་ཅིག་གནང་དགོས་ཡ་དེ་ལྟ། གལ་ཆེན་པོ་ཞིབ་ཅིག་རེད་དྲན་གྱི་འདུག་ཚོགས་སྡེ་ཁག་གསུམ་དང་དོ་བདག་ནང་མི་ལ་འདིའི་ཐད་ལ་བདའ་འདེད་རྩེ་གཅུག་དགོས་ཡ་གྱི་འགན་དེ་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོ་ལ་ངེས་པར་དུ་གཡུག་དགོས་ཀྱི་རེད། ཡིན་ན་ལས་ད་རྣམ་པ་ཚོགས་ཀྱི་དེ་འདྲའི་བྱེད་མ་ཐོབ་པ་དེ་ག་རེ་ཡིན་མིན་ངས་ཧ་གོ་གི་མེད། ཡང་མིན་ན་རྣམ་པ་ཚོགས་ཀྱིས་ཁོང་ཚོ་ལ་འབྲེལ་བ་བཟོས་བྱས་ནས་ཁོང་ཚོའི་རྣམ་པ་ཚོགས་ལ་བརྡ་ལན་མ་རག་བ་ཡིན་སྲིད་གི་རེད། དེ་འདྲ་ཡིན་པ་ཡིན་ན་དེའི་སྐོར་དེ་མ་ཏང་ཡང་བོད་མི་མང་ལ་གསལ་བཤད་ཅིག་གནང་དགོས་གི་མ་རེད། གསལ་བཤད་ཅིག་གནང་དགོས་གི་འདུག་ང་རང་ངོས་ནས་དེ་ཞུ་གི་ཡོད། ག་རེ་བྱས་ནས་ལབ་ན་དེའི་རེ་བ་དེ་དང་དེའི་དྲི་བ་དེ་བོད་པའི་སྤྱི་ཚོགས་ནང་ལོག་གི་ང་འདྲ་བོ་གི་མི་མང་པོ་ཅིག་ལ་དེ་འདྲ་གི་བསམ་ཚུལ་དང་དྲི་བ་ཅིག་ཡོད་བ། ང་རང་གི་ངོས་འཛིན་བྱེད་ཀྱི་ཡོད། ག་རེ་བྱེད་ནས་ཞུ་གི་ཡོད་ལབ་ན་འཇའ་འཕྲེང་དེ་གནང་ནས་ད་ཟླ་བ་གཉིས་ཟིན་ལ་ཉེ་བ་དང་རྒྱལ་བ་རིན་པོ་ཆེ་ལ་མཚན་མོ་སྐུར་འདེབས་ཞུས་ནས་བདུན་ཕྲག་གཉིས་ལྷག་སོང་ཟིན་པའི་གི་གནད་དོན། མཚན་མོ་སྐུར་འདེབས་ཞུ་མཁན་གི་མི་སྒེར་པ་ཁག་ཅིག་གི་རིམ་པ་བཞིན་དུ་དགོངས་སེལ་ཞུས་ཟིན་པའི་གི་གནད་དོན་ཆགས་ཡོད་རེད། ཡིན་ན་ལས་ལྷན་ཚོགས་དེ་གོ་སྒྲིག་བཟོ་མཁན་གྱི་ཚོགས་སྡེ་ཁག་གསུམ་དང་ཕྲུ་གུའི་ནང་མི་གིས་ད་དུང་ཡང་གསལ་བཤད་གང་ཡང་མེད་པ་འདི། གནད་དོན་ག་རེ་རེད་དེ་རང་བཞིན་གྱི་དྲི་བ་ཅིག་ང་འདྲ་བོ་ཞིག་ན་སླེབས་ཀྱི་འདུག་ད་གལ་སྲིད་ཕྲུ་གུ་དེ་བོད་པའི་ཕྲུ་གུ་ཅིག་ཡིན་པ་ཡིན་ན། དེ་ནི་གོང་གསལ་དང་གསལ་བཤད་མ་ཞུས་བར་ལ་དགའ་ལྡན་ཕོ་གྲོང་གི་ལས་སྣེ་ཚོ་དང་བོད་པའི་སྤྱི་ཚོགས་ཀྱི་རང་དགར་ལ་འཇོག་གི་རེད་དམ་མ་རེད། ངའི་བསམ་པ་ཡིན་ན་དེ་རྩ་བ་ཉིད་ནས་བཞག་ཡོད་ཀྱི་མ་རེད་རྩ་བ་ཉིད་ནས་འཇོག་གི་མ་རེད་དྲན་གྱི་འདུག་གལ་སྲིད་ཕྲུ་གུ་དེ་བོད་པའི་སྤུ་གུ་ཞིག་ཡིན་ན་ད་ད་ལྟའི་དུས་ཚོད་ལ་ཕྲུ་གུའི་ནང་མི་དང་བྱས་པ་གནས་སྟངས་ག་འདྲ་ཞིག་གི་ནང་ལོགས་ལ་ཡོད་རེད། ང་ལ་དེའི་བསམ་བློ་དེ་རང་གཞན་གྱི་འཁོར་ཡོང་གི་འདུག་དེ་འཁོར་ཡོང་གི་ཡོད་དུས་སྐད་ཆ་དེ་དྲང་པོ་བཤད་ཀྱི་ཡོད། ངས་འདི་འདྲའི་ལྭ་བའི་སྐབས་ལ་གཅིག། སྦྱར་གི་ཕྲུ་གུ་དེ་དང་ཕྲུ་གུ་གི་ནང་མི་ལ་ང་ཚོ་མི་མང་གི་ངོས་ནས་རྙེད་བཀུར་དགོས་ཀྱི་རེད་སུན་གཙེར་བཟོ་དགོས་ཀྱི་རེད་དེ་རྩ་བ་ཉིད་ནས་ལབ་ཀྱི་མེད་ང་ཚོ་གི་དེ་འདྲའི་རྩ་བ་ཉིད་ནས་བཟོ་རུང་གི་མ་རེད་བཟོ་འོས་ཀྱི་མ་རེད། དེ་བས་ཀྱང་མི་མང་གིས་ཁོང་ཚོ་ལ་ཅིག་སྤྱི་ཚོགས་དྲ་ལམ་ནས་ཁོང་ཚོ་ལ་ཅིག་ཚིག་ངན་པ་ལབ་ཡ་ཚིག་སྡུག་ཅག་ལབ་ཡ་གི་གནས་སྟངས་དེ་རྩ་བ་ཉིད་ནས་བྱེད་མ་འོས་པ་ཅིག་རེད་དྲན་གྱི་འདུག་དེ་ངས་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། ད་ཁ་སང་ད་ནངས་སྤྱི་ཚོགས་དྲ་ལམ་ཁག་ལ་བོད་པ་རེ་ཟུང་གིས་སོ་སོའི་དྲ་ལམ་གྱི་བརྒྱུད་ནས་དེ་ནི་ཡིག་སྦྱར་གྱི་ཕྲུ་གུ་དེ་ལ་ཅིག་ཚིག་ངན་པ་དེ་འདྲའི་བྲིས་དེ་གཉིས་རེག་ཅིག་འདུག་ད། དེ་འདྲའི་གི་སྦྱར་གྱི་སྤུ་གུ་དེ་ལ་ང་ཚོ་བོད་པའི་མི་མང་དང་བོད་པའི་སྤྱི་ཚོགས་ཀྱི་ཚིག་སྡུག་ཅག་བྲིས་པ་ཡིན་ན་དེ་བྲིས་པ་དེ་གི་མཇུག་འབྲས་འདྲ་བོ་དེ་བཟང་ཕྱོགས་ཀྱི་མཇུག་འབྲས་ཀྱི་རྩ་བ་ཉིད་ནས་ཡོང་གི་མ་རེད་དེ་ང་ཚོ་གིས་ཧ་གོ་དགོས་ཀྱི་རེད། དེ་འདྲའི་ང་ཚོ་གི་སྦྱར་གྱི་ཕྲུ་གུ་དང་ཕྲུ་གུའི་ནང་མི་ལ་ང་ཚོ་གིས་ངན་ཕྱོགས་ནས་ཚིག་སྡུག་ཅག་བེད་སྤྱོད་གཏོང་བ་ཡིན་ན་དེ་གི་མཇུག་འབྲས་དེ་མཇུག་འབྲས་སྡུག་ཅག་ཅིག་མ་གཏོགས་ཡག་ཅིག་ཡོང་ཡ་ཡོད་མ་རེད་དེ་བྱེད་དུས། ང་ཚོ་གི་ཁོང་ཚོ་ལ་ཅིག་གནས་ལུགས་འཇམ་པོ་གི་ཐོག་ནས་ཤེས་བྱས་ནས་ཁོང་ཚོའི་དེའི་བརྒྱུད་རིམ་དང་ཅིག་སྐབས་དེ་དུས་གི་བཟང་ཕྱོགས་གི་གནས་ཚུལ་དེ་སྦྱར་སྤྱིའི་ཐོག་ལ་མ་གསལ་བཤད་ཅིག་བྱེད་ཡ་དེ་ང་ཚོ་གི་ཅིག་བདའ་འདེད་གནང་དགོས་ཡ་དེ་གལ་ཆེན་པོ་རེད་བདའ་འདེད་དེ་ཡང་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོ་གིས་གནང་དགོས་གི་རེད་མ་གཏོགས་ང་ཚོ་མི་མང་གི་ཐད་ཀར་ཁོ་རང་ཚོ་གི་ནང་མི་ལ་འབྲེལ་བ་བྱེད་བྱེད་ནས་བདའ་འདེད་བྱས་བ་ཡིན་ན་དེ་ཕན་ཚུན་ལ་ཅིག་བཙོག་སྙོམས་འཕར་མ་ཅིག་ཡོང་ཡག་གི་གཞི་ཅིག་ཆགས་ཀྱི་རེད། དེ་འདྲ་ཡིན་པའི་ཆ་ནས་འདིའི་འབྲེལ་བ་འདི་ངན་པར་དུ་སྐབས་དེ་དུས་ཀྱི་ད་འཇའ་འཕྲིན་དང་གོ་སྒྲིག་བཟོ་བའི་སྐབས་ཀྱི་འབྲེལ་བ་ཡོད་ཉན་གྱི་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོགས་ཀྱིས་གནང་དགོས་ཀྱི་འདུག་ཟེར་མཁན་དེ་ཞུ་གི་ཡོད། མདོར་བསྡུས་ན་དགའ་ལྡན་ཕོ་བྲང་གི་འབྲེལ་ཡོད་ལས་སྣེ་རྣམ་པ་ཚོགས་ཁེ་ལྷན་ཚོགས་དེ་གོ་རིག་བཟང་ཉིན་རྒྱལ་གྱི་ཚོགས་པ་ཁག་གསུམ་དང་ཕྲུ་གུའི་ནང་མི་ལ་ངན་པར་དུ་འདི་ཐད་ལ་རྒྱལ་སྤྱིའི་ཐོག་ལ་དོན་དངོས་ཀྱི་བརྒྱུད་རིམ་དང་བཅས་པ་བདེན་དོན་གསར་སྦྱོར་བྱེད་ཡག་གི་མ་མཐའི་བསྒྲགས་གཏམ་གྱི་དཔེར་དགོས་ཡག་གི་བརྡ་འདི་དེ་ཚུར་མཐུན་གནང་ཡག་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཡག་འདུག་ངས་དེ་ཞུ་གི་ཡོད། དེ་འབྲེལ་ལྷན་ཚོགས་གོ་རིག་བཟོ་གཉེར་གྱི་ཚོགས་པ་ཁག་དང་དོ་བདག་ཕྲུ་གུ་ནང་མི་གིས་ལྟ་ཅི་སྐབས་དེ་དུས་ཀྱི་དངོས་ཡོད་གནས་ཚུལ་གྱི་བརྒྱུད་རིམ་དང། བཟང་ཕྱོགས་ཀྱི་གནས་ཚུལ། གི་བསྒྲགས་གཏམ་ཅིག་སྤེལ་ཐུབ་པ་ཡིན་ན། རྒྱལ་སྤྱིའི་ཐོག་ལ་གནད་དོན་འདིའི་ཐད་ལ་འབྲེལ་ཡོད་དང་བདེན་དཔང་རང་བཞིན་གྱི་ཐོག་ནས་གནས་ཚུལ་འདི་རང་བཞིན་གྱི་གཙང་མ་ཆགས་པ་ལ་ངོས་འཛིན་ཅིག་བཟོ་ཆོག་གི་རེད་དྲན་འདུག་ད་དེ་འབྲེལ་ཅིག་གནང་ཡ་དེ། སྐབས་དེ་དུས་ཀྱི་ལྷན་ཚོགས་གོ་རིག་བཟོ་ཉན་གྱི་ཚོགས་པ་ཁག་དང། དོ་བདག་ཕྲུ་གུ་ནང་མི་གིས་དེ་འབྲེལ་གྱི་བརྒྱུད་རིམ་དེ་གཙང་མ་བཟོས་བས་ཀྱི་བསྒྲགས་གཏམ་ཅིག་སྤེལ་ཐུབ་པ་ཡིན་ན། ད་དེ་ད་ལྟའི་སྤྱི་ཚོགས་ནང་ལོགས་ལ་གོ་བ་ལོག་པ་འགྲོ་བསྡད་ཡག་རྒྱལ་སྤྱིའི་ཐོག་ལ་གོ་བ་ལོག་པ་འགྲོ་བསྡད་ཡག་གི་གནད་དོན་དེ་གཙང་མ་བཟོ་ཡག་གི་ལམ་ཁ་ཡག་ཤོས་དེ་དེ་ཡིན་པ་ང་རང་གིས་མཐོང་གི་འདུག་ང་རང་གིས་དེ་ངོས་འཛིན་བྱེད་ཀྱི་ཡོད། དེ་བས་ན་གཞིས་སྐབས་དེ་དུས་ད་རྒྱ་ཁ་ལ་བཅར་ཉན་རྒྱར་གྱི་མི་གྲངས་ཉིན་བརྒྱ་ལྷག་ཡོལ་བའི་ཁྲོད་ནས་ཡིན་པ་ཡིན་ན་ལས་ཀྱི་ཡིག་ངག་གཉིས་ཐོག་ནས་དེ་འབྲེལ་གྱི་བརྒྱུད་རིམ་དང། བདེན་དོན་དང། སྦྱར་རྩོམ་དེ་གའི་ཕན་ཐོགས་ག་རེ་བྱུང་བའི་གནད་དོན་དེ་སོགས་རྒྱལ་སྤྱིའི་ཐོག་ལ་ས་རོལ་ཡོང་ཡ་ལ་ཐབས་ཤེས་བྱེད་ཡ་ཡོད་པ་ཡིན་ན་དེའི་འབད་བརྩོན་གནང་ཡ་དེ་གལ་ཆེན་པོ་འདུག་ད་དེ་ང་རང་གི་ཅིག་བསམ་བློ་བསམ་ཚུལ་གྱི་ཐོག་ནས་ཞུ་གི་ཡོད། ད་ད་ལྟ་བར་ལ་ཅིག་གླེང་ཕྱོགས་འདི་གའི་རྒྱལ་བ་རིན་པོ་ཆེ་སྐད་ཅིག་མཚན་མཐོང། དེ་ནས་རྒྱལ་བ་རིན་པོ་ཆེ་ལ་གུས་བརྩེ་དང་འབྲེལ་བའི་ཐོག་ནས་བོད་པ་མི་རེ་རེ་རེ་དང་བོད་པའི་སྤྱི་ཚོགས་ལ་ཕོག་ཐུག་ཧ་ཅང་གི་ཆེན་པོ་བྱུང་ཡོད་པ་མ་ཟད་དངོས་སུ་ད་ལས་ཀ་བྱེད་ས་དེ་འདྲ་ལ་དེ་ནས་བོད་པའི་སྐད། ལས་རོགས་མི་རིགས་གཞན་པ་དེ་ཚོ་གིས་དེ་ནི་ཁྱེད་རང་བོད་པ་མར་བས་ཁྱེད་ཚོ་གིས་རྒྱལ་བ་རིན་པོ་ཆེ་གིས་ག་རེ་བྱས་བ་རེད་ད་ང་ཚོས་ཞེ་ས་མ་བགྱིས་བས་ཡིན་ན་ག་རེ་བྱས་བ་རེད་ལབ་བྱས་ནས་ད་དེ་འདྲས་ཀྱི་ཅིག་ཧ་གོ་ལ་མི་འོང་བའི་ཐོག་ནས་སྐད་ཆ་འདྲི་ནས་མ་བདེ་བ་བཟོ་གི་ཡོད་བ་མ་བདེ་བ་ཡོང་གི་ཡོད་བ་གི་གནས་ཚུལ་དེ་ད་གོ་ཡ་ཡོད་རེད་ང་ལ་གོ་བ་ནང་བཞིན་རྣམ་པ་ཚོ་གིས་གོ་ཡོད་རེད་དེ་འདྲས་ངས་ཉིན་གཉིས་ནང་ལོགས་ལ་དེ་འདྲས་ཀྱི་གནས་ཚུལ་འཕྲད་བ་དེ་འདྲས་ཡོད་ཀྱི་རེད། ད་དེ་ཚོའི་གྲས་དེ་ལ་སྐད་ཡིག་གི་གནས་ཚུལ་འདང་ངེས་ཡོད་ཉེན་ཚོགས་ཀྱིས་མི་རིགས་གཞན་དག་ལ་གོ་བ་ལོག་བསྡད་རྒྱུ་དེ་སོགས་ལ་གསལ་བཤད་དག་སེལ་བཟོ་ཐུབ་ཀྱི་རེད་དེ་ད་སྐད་ཡིག་གི་གནས་ཚུལ་འདང་ལ་མ་འདང་ལ་ངལ་བཟོ་འདྲ་བོ་ཅིག་ལ་དེ་འདྲ་གི་དཀའ་ངལ་འཕྲད་པ་ཡིན་ན་དེ་གནོན་ཤུགས་དང་དོ་ཕོག་ཆེན་པོ་ཅིག་རང་བཞིན་གྱིས་ཆགས་ཀྱི་ཡོད་རེད་ད་ལྷག་པར་དུ་ད་ལྟ་སྦེལ་ཇེམ་ལ་བོད་པའི་བུ་མོ་ལོ་ཆུང་ཆུང་ལོ་བཅུ་བཞི་ཡིན་པ་བསྟན་འཛིན་ནོར་སྒྲོན་ཞོལ་གཅིག་ལགས། མོ་རང་གི་འཛིན་གྲྭ་ནང་ལོགས་ལ་སློབ་གྲོགས་ཚོ་དང་དགེ་རྒན་གྱིས་འདིའི་ཐད་ལ་རྒྱ་བ་རིན་པོ་ཆེ་ལ་མཚན་མོ་ཞུས་པ། ཨ་ནི་མཚན་མོ་ཞུས་བ་དེ་ལ་བུ་མོ་མོ་རང་གིས་འདྲི་གཞི་ག་སོགས་རྒྱ་བ་ཡིན་ན་ལས་ཁོང་ཚོའི་རྩ་བ་ཉིད་ནས་མ་ཉན་བ་བྱེད་བྱས་ནས་དེ་ནས་དགེ་རྒན་དེ་གི་བརྙན་ཐུང་དེ་སློབ་གྲོགས་ཚོ་ལ་བསྟན་བྱས་ནས་ད་ཅིག་མཚར་མོ་དང་སྙན་བརྒྱུད་ཕྱོགས་བསྒྱུར་བཟོས་པའི་རྒྱུ་མཚན་གིས་བུ་མོ་དེ་ཧ་ཅང་གི་སེམས་ཕམ་ཆེན་པོ་གིས

བུ་མོ་ཆུང་ཆུང་དེ་འདྲ་བོ་ཅིག་གཉེན་ལམ་ལ་དོང་དགོས་ཡ་ཆ་བ་དང་གཉེན་ལམ་ལ་དོང་བྱས་ནས་ངུ་དགོས་ཡ་དང་ངུ་བྱས་ནས་སྐད་ཆ་བཤད་དགོས་ཡ་ཆ་ཡ་དེ་ཧ་ཅང་གི་གཟུགས་མི་མཐོ་བ་གའི་གནས་དོན་གྱི་རེད། ལོ་ན་ཆུང་ཆུང་དེ་འདྲའི་གི་སྐབས་ལ་སྤྱི་ཚོགས་ཁྲོད་ལ་བརྙས་བཅོས་ཕོག་བྱས་ནས་སེམས་ཁམས་ལ་གནོན་འཚེ་ཐེབས་ཡ་དེ། རྟ་གཅིག་ཕྲུ་གུ་གཅིག་གི་འཚར་ལོངས་དང་སེམས་ཁམས་ལ་དོ་ཕོག་ཧ་ཅང་ཆེན་པོ་འགྲོ་ཡག་གི་གཞི་རྩ་གཅིག་ཆགས་ཀྱི་ཡོད་རེད། ད་ང་ཚོ་གི་བསམ་བློ་གཏོང་བ་ཡིན་ན། འཛི་ར་ནོར་ལོག་ལ་ཕྲུ་གུ་གཅིག་ལ་དེ་འདྲེ་གི་སོ་སོའི་སློབ་གྲོགས་དང་དགེ་རྒན་གི་བརྙན་བཅུའི་མཚམས་མོ་བྱེ་བ་ཡིན་ན་དེའི་སེམས་ཁམས་ལ་ག་སོགས་ཀྱི་དོ་ཕོག་ཡོང་གི་མར་བས། དེ་འདྲ་ཡིན་པའི་རྒྱུ་མཚན་གྱི་གནད་དོན་འདི་གང་མགྱོགས་མགྱོགས་ཀྱི་གཙང་མ་ཡོང་ཡག་ལ་ང་ཚོ་གིས་ཅིག་དངོས་གནས་ཀྱི་རྣམ་དཔྱོད་བེད་སྤྱོད་གཏོང་བྱས་ནས་འདི་རྒྱ་བ་རིན་པོ་ཆེ་ལ་ད་ལྟ་འཚེ་མེད་དང་གླེང་ཕྱོགས་འགྲོ་བསྡད་འདི་གང་མགྱོགས་ཀྱི་གཙང་མ་བཟོ་ཡག་ཅིག་གི་ཐོག་ལ་འབད་བརྩོན་རྫ་རག་གི་བྱེད་དགོས་ཡག་ཅིག། དེ་ཡང་ལྷག་པར་དུ་དགའ་ལྡན་ཕོ་རོང་གཙོས་པའི་སྟག་རྣམ་པ་ཚོ་གིས་གནང་གི་ཡོད་ཀྱི་རེད་དེ་སོ་སོ་གིས་ཧ་མ་གོ་བ་ཡིན་ན་ད་ང་རང་གིས་ཅིག་ཧ་མ་གོ་ཡི་དབང་དུ་གཏོང་བ་ཡིན་ན་ལེ་ང་འདྲ་བོ་ད་སྤྱི་ཚོགས་ནང་ལོགས་ལ་རྣམ་པ་ཚོས་འདིའི་ཐད་ལ་ག་རེ་གནང་གི་ཡོད་མེད་ཧ་མ་གོ་དེ་གཉིས་མང་པོ་ཡོད་དུས་ད་ང་རང་གིས་བསམ་ཚུལ་དེ་ཞུ་གི་ཡོད། དེ་འདྲ་ཡིན་པའི་ཆ་ནས་ད་ད་ལྟ་རྒྱལ་བ་རིན་པོ་ཆེ་ལ་མཚན་མོ་འགྲོ་བསྡད་ཡག་གི་གནས་སྟངས་འདི་གང་བྱུང་ཆོག་ཅེས་གཙང་མ་ཡུང་ཡ་དང་འདིའི་རེག་དེ་ད་དུང་ཡང་ཅིག་ད་མི་ཡོང་ཡག་གི་ཆེད་དུ་ད་ལྟ་སྦེལ་ཇེམ་ལ་བུ་མོ་དེ་ལ་སྣང་ཚེ་འཕོ་བ་ནང་བཞིན་མ་འོངས་པ་ད་དུང་ཡང་ད་འདི་དེ་འདྲ་ནི་དེ་འདྲ་མི་ཡོང་ཡག་གི་ཆེད་དུ་ང་ཚོ་མི་མང་གི་ངོ་རྒོལ་ལས་འགུལ་ཙམ་མ་ཡིན་པ་གཙོ་བོ་འབྲེལ་ཡོད་དགའ་ལྡན་ཕོ་བྲང་གི་ལས་སྣེ་ཚོ་གིས་གང་ལ་ཞུ་བ་ནང་བཞིན་རྒྱ་གར་གྱི་ཚོགས་སྡེ་དང་དོ་བདག་ལ་མཛའ་གྲགས་ཀྱི་རྣམ་པ་ཚོགས་ཀྱི་འབྲེལ་བ་གནང་བྱས་ནས། བོད་པ་མི་སྒེར་རེ་རེ་དང་བོད་པའི་སྤྱི་ཚོགས་ལ་འདི་འདྲའི་གི་བརྡབ་གསིག་དང་དཀའ་ངལ། འཕྲད་ཀྱི་ཡོད་བ་དེ་ངེས་པར་དུ་གསལ་བཤད་དང་བདའ་འདེད་ཐུབ་པ་ཅིག་གནང་རོགས་ཅེས་དེ་གནང་དགོས་ཀྱི་འདུག་ཞུ་གི་ཡོད། བུ་མོ་ཆུང་ཆུང་གི་བརྙན་དེ་རྒྱ་གར་གྱི་ཕྲུ་གུ་ཁོ་རང་དང་ཁོ་རང་གི་ནང་མི་ལ་མིག་བསྟན་བྱས་ནས་འབྲི་རྒྱུགས་བསིལ་ཧོལ་གྱི་བརྒྱབ་ཐུབ་དགོས་བ་དེ་གལ་ཆེན་པོ་ཞུ་གི་འདུག། དེ་ཡང་མི་མང་གི་ཁྲོད་ནས་མ་ཡིན་པར་འབྲེལ་ཡོད་དགའ་ལྡན་ཕོ་རོང་གི་ལས་སྣེ་རྣམ་པ་ཚོ་གིས་དེ་ངེས་པར་དུ་གནང་དགོས་ཀྱི་འདུག་ཟེར་ངེས་དེ་ཞུ་གི་ཡོད། དེ་ནི་ཡོ་རོབ་གོ་ལ་གཞུང་གཉིས་ཀྱི་བོད་མི་གི་ཁྲོད་ད་ཕྲུག་ནི་བོད་མིའི་ནང་ལོགས་ནི་གཅིག་སྦེལ་ཇེམ་གྱི་རྒྱུན་སྤྱོད་ཀྱི་སྐད་ཡིག་སྦྲ་ཆི་ཡིན་ན་རེད་དེ་ནི་འཇར་མན་ཡིན་ན་རེད་ཧྥེན་ཆི་ཡིན་ན་རེད་ད་དེ་འདྲས་ཀྱི་སྐད་ཡིག་ཤེས་མཁན་ཚོ་གིས་སྐད་ཡིག་དེ་ཚོ་གི་ཐོག་ནས་གཅིག་གཉིས་བཟོ་ཡག་དང་སྐད་ཡིག་དེ་ཚོ་གི་ཐོག་ནས་མཆན་དང་ད་གནས་ཚུལ་དཔེར་བྱས་ནས་ད་ད་ད་བུ་མོ་དེ་ལ་དེ་འདྲའི་གི་བརྙས་བཅོས་དང་མ་བརྙས་ཁ་ཡོག་ཕོག་བསྡད་པ་དེ་ལ། དོ་བདག། དགེ་རྒན། སློབ་གྲོགས་སློབ་གྲྭ་གི་ངོས་ནས་ཡོངས་གྲགས་ཀྱི་ཐོག་ནས་དགོངས་སེལ་ཞུ་དགོས་པ་དེ་ད་གལ་ཆེན་པོ་ཞེ་བོ་རེད་དྲན་འདུག་དགོངས་སེལ་ཞུ་ཡ་ལ་འབད་བརྩོན་བྱེད་དགོས་པ་དེ་གལ་ཆེན་པོ་ཞེ་བོ་རེད་དྲན་འདུག་ལྷག་པར་དུ། བོད་གཞུང་གི་འབྲེལ་ཡོད་དོན་གཅོད་དང་ཚོགས་སྡེ་ཁག་གིས་ད་འབྲེལ་ཡོད་སློབ་གྲྭ་དང་ས་གནས་གཞུང་འབྲེལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྡེ་ཁག་ལ་གང་ལྟར། སྙན་ཞུ་དང་གནང་ཤོག་སྤྲད་བྱས་ནས་སློབ་གྲྭ་དེ་གའི་དགེ་རྒན་དང་འབྲེལ་ཡོད་ཀྱི་སློབ་མ་ཚོ་ལ་ཤེས་པ་ནན་པོ་ཅིག་སྐྱེས་དགོས་ཡ་དང་དོ་བདག་སློབ་མ་མོ་རང་ལ་འཛིན་གྲྭ་གི་འདོན་ལོག་ལ་སློབ་གྲྭ་གི་ནང་ལོག་ལ་ཡོངས་གྲགས་ཀྱི་ཐོག་ནས་དགོངས་སེལ་ཞུ་བཅུག་དགོས་ཡ་དེ་ལྟ་བུ་མོ་དེ་གའི་སེམས་ཁམས་ཕོག་ཐུག་གསོ་ཐབས་གི་ལྟ་ཐབས་ལམ་ཡག་ཤོས་ཅིག་ཆགས་ཀྱི་ཡོད་རེད་དྲན་འདུག་དེ་གཅིག་ཞུ་ཡ་ཡིན་ད་དེ་རིང་གཙོ་བོ་དེ་དེ་ཞུ་དགོས་བསམ་སོང་དེ་རིང་ངས་ད་སྔོན་མ་གཅིག་ཡིག་ཐོག་ནས་རེ་སྙན་གྱི་ལམ་ནས་ཡང་ཡང་ང་རང་གི་སྐད་རྒྱག་སྙིང་བ་ནང་བཞིན་ང་ཚོ་ལ་བོད་རང་བཙན་སླར་གསོ་མ་བྱུང་བར་དུ་ད་ང་ཚོ་ལ་ཅིག། གཞན་དག་ལ་ཕོག་མ་མྱོང་བར་གྱི་དབྱེ་འབྱེད་དང་སྡུག་སྦྱོང་གི་གནས་ཚུལ་མང་པོ་ཅིག་ང་ཚོ་གིས་མྱོང་དགོས་ཡ་ཆགས་ཀྱི་ཡོད་རེད། དེ་མ་བགྱིས་པའི་ཐོག་ནས་སོ་སོའི་རྒྱལ་ཁབ་བོད་རང་བཙན་སླར་གསོ་ཡོང་ཡ་ལ་འབད་བརྩོན་བྱེད་ཡ་དེ་ང་ཚོ་གིས་མ་བགྱིས་བ་ཅིག་གནང་རོགས་གྱིས། དེ་ངན་པར་དུ་ང་ཚོ་གི། དཀའ་ངལ་གྱི་འབྱུང་རྩ་འདྲ་བོ་དེ་ད་ང་ཚོ་ལ་རྒྱལ་ཁབ་མེད་དེ་བས་ཀྱི་གནད་དོན། ང་ཚོའི་རྒྱལ་ཁབ་དགྲ་ཡི་ལག་པ་ལ་ཡོད་བས་ཀྱི་གནད་དོན་འདིའི་འོག་ནས་ང་ཚོ་ལ་དཀའ་ངལ་འཕར་མ་མང་པོ་ཅིག་ཡོང་གི་ཡོད་རེད། དེ་རིང་སྦེལ་ཇེམ་གྱི་བོད་པའི་བུ་མོ་དེ་ལ་དེ་རིང་གི་གནད་དོན་དེ་ཙམ་མ་ཡིན་པར་འཛིན་གྲྭ་གི་ནང་ལོགས་ལ་རྒྱུན་རིང་པོ་ལ་མོ་རང་ལ་བརྙས་བཅོས་དང་དེ་ནས་ཐུབ་ཚོད་ཀྱི་གནས་ཚུལ་དཀའ་ངལ་བྱུང་སོང་ལབ་ཀྱི་ནི་མོ་རང་གི་སྙིང་ནང་ལ་འདྲི་གཞི་འཇམ་འདུག་གསུང་གི་འདུག་སྐད་ཡིག་ཤེས་མཁན་ཚོ། དེ་འདྲ་ཡིན་པའི་ཆ་ནས། ང་ཚོ་གི་རྒྱལ་ཁབ་སླར་གསོ་གི་འགན་འཁྲི་དང་དེའི་གནས་བབ་འདྲ་བོ་དེ་ང་ཚོའི་གནས་བབ་འདྲ་བོ་དེ། ཅིག་ག་དུས་ཡིན་ན་ང་ཚོའི་སེམས་པ་ནང་ལ་བཞག་དགོས་ཀྱི་འདུག་ངས་དེ་ཤོད་ཀྱི་ཡོད། དེ་ནས་མཐའ་མ་དེ་ལ་འབྲེལ་ཡོད་ཚོ་གི་དེ་རིང། གཅིག། རྒྱལ་བ་རིན་པོ་ཆེ་ལ་སྤྱི་ཚོགས་དྲ་ལམ་ལ་འདི་འདྲའི་གི་མཚན་གཞི་བཟོས་བའི་གི་གནད་དོན་འདི་གཅིག་རང་བཞིན་གི་ཡར་འགྲོ་ཡ་གཅིག་ལ་བསམ་བློ་མ་གཏོང་བ་ཐོག་ནས་འདི་སྤྱི་ཚོགས་གི་འཕྲོ་ལ་གཅིག་མི་ངན་པ་དེ་ཚོ་ལ། མི་སྡུག་ཅག་དེ་ཚོ་ལ་རྒྱ་ནག་གི་ཕྱོགས་བྱས་ནས་བོད་ལ་མ་དགའ་བསྡད་ཉིན་རྒྱལ་བ་རིན་པོ་ཆེ་ལ་མ་དགའ་བསྡད་ཉིན་དེ་ཚོ་ལ་གཅིག་མ་འོངས་པ་མུན་མཐུད་བྱས་ནས་བོད་གི་སྤྱི་ཚོགས་དང་རྒྱལ་བ་རིན་པོ་ཆེ་ལ་གཅིག་མཚན་གཞི་དང་བོད་མི་ལ་དམའ་འབེབས་བཟོ་ས་གི་རྒྱུན་རིང་གི་ད་གཞི་རྩ་གཅིག་ཆགས་གི་ཡོད་བ་དེ་ཤིས་དགོས་བ་དང་ཁས་ལེན་བྱེད་དགོས་བ་དེ་ངས་སྐད་ཆེན་པོ་ཞུ་ཅིག་མཐོང་གི་འདུག་དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་རེག་བྱས་ཀྱི་ད་ལྟ་སྤྱི་ཚོགས་དྲ་ལམ་ནང་ལོག་ལ་ཅིག་ནི་འདིའི་གནས་ཚུལ་འདི་ཅིག་ག་རེ་ལབ་དགོས་རེད་ཧང་ལམ་ཅིག་བཟང་ཕྱོགས་དང་ངན་ཕྱོགས་གཉིས་ཀྱི་ནང་ལོག་ནས་བཟང་ཕྱོགས་དང་བཟང་ཕྱོགས་ཀྱི་གནས་ཚུལ་དེ་ཤུགས་ཆེ་ཅིག་འདྲི་ཞིག་རྒྱག་དེ་གཉིས་རེག་ཅིག་འདུག་དེ་བྱས་དུས་ཙམ་པ་ལ། ང་ཚོ་གི་བསམ་བློ་གཏོང་སྟངས་དང་ངོས་འཛིན་དེ་མ་ནོར་བ་ཅིག་དགོས་ཀྱི་འདུག་ངས་དེ་ཞུ་དགོས་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་སྦེལ་ཇེམ་ལ་བོད་པའི་བུ་མོ་དེ་གི་འཛིན་གྲྭ་གི་ནང་ལོགས་ལ་དཀའ་ངལ་འཕྲད་ཡག་གི་བརྒྱུད་རིམ་འདྲ་བོ་དེ་ག་རེ་རེད་འདུག་ལབ་ན། འཛིན་གྲྭའི་ནང་ལོགས་ལ་སོ་སོ་གི་ཆོས་ལུགས་ངོ་དྲུག་བཟོ་ཡག་གི་ལས་རིམ་གི་ནང་ལོགས་ལ་བོད་པའི་བུ་མོ་དེ་གི་མོ་རང་ནང་པ་ཡིན་པ་དང་མོ་རང་གི་དབུ་ཁྲིད་དེ་རྒྱ་བ་རིན་པོ་ཆེ་ཡིན་པ་ངོ་དྲུག་བཟོ་བའི་སྐབས་ལ་དེ་ནི་དགེ་རྒན། ཟིན་བྲིས་ནང་ལོགས་ཀྱི་དགེ་རྒན་གྱིས་ལྟ་ཉན་ལམ་རྒྱལ་བ་རིན་པོ་ཆེ་དང་རྒྱ་གར་གྱི་ཕྲུ་གུ་མཇལ་འཕྲད་གནང་ཡུལ་གྱི་བརྙན་ཐུང་དེ་བསྟན་བྱས་ནས་རྒྱལ་བ་རིན་པོ་ཆེ་ལ་ལྟ་མཚན་མེད་ཞུ་བ་གི་གནད་དོན་གཅིག་ཆགས་ཀྱི་འདུག་བ། ལྟ་འདི་འདྲ་བོ་དེ་མ་འོངས་པ་ལ་ཡང་འདི་ལྟ་བུ་གི་ལྟ་གནས་ཚུལ་འདི་ཡོང་ཡག་གི་བརྒྱུད་རིམ་གཅིག་དང་མངོན་རྟགས་གཅིག་རེད་འདི་དེ་ཡིན་པའི་རྒྱུ་མཚན་གྱི་གནད་དོན་འདི་གཅིག་གནས་སྐབས་འཇགས་ཐབས་ཙམ་འཇགས་ཐབས་ཙམ་མ་ཡིན་པ་འདི་གཙང་མ་གཅིག་ཆགས་ཐུབ་ཡག་ལ་ང་ཚོ་གི་མེ་ཚོང་བྱེད་ཡག་དེ་སྐད་ཆེན་པོ་ཞི་བ་རེད་ཡ། གཙང་མ་ཡོང་ཡག་གི་ཐབས་ཤེས་ཡག་ཤོས་དེ་ངས་གང་ལ་ཞུ་བ་གནང་རྗེས་གོ་སྒྲིག་གནང་མཁན་གྱི་རྒྱ་གར་གྱི་ཚོགས་སྡེ་ཁག་གསུམ་དང་རྒྱ་གར་ཕྲུ་གུ་གི་ནང་མི་གིས་གནད་དོན་འདི་གི་བརྒྱུད་རིམ་དང། བཟང་ཕྱོགས་ཀྱི་གནས་ཚུལ་དེ་རྒྱལ་སྤྱིའི་ཐོག་ལ་ཡོངས་གྲགས་ཀྱི་བསྒྲགས་གཏམ་གྱིས་སྤེལ་དགོས་ཡ་དེ་གལ་ཆེན་པོ་ཞི་བོ་གཅིག་ཆགས་ཀྱི་འདུག་དེ་འདྲའི་གི་བསྒྲགས་གཏམ་གྱིས་སྤེལ་ཐུབ་པ་ཡིན་ན་ཅིག་དྲ་ལམ་དང་གསར་ཁང་ཁག་གི་དགོངས་སེལ་ཞུ་བ་ལས་ཀྱང་ཕྱོགས་མང་པོ་ནས་ཁོང་ཚོ་གི་བསྒྲགས་གཏམ་གྱི་སྤེལ་བ་དེ་ནུས་པ་ཆེ་ཡ་དང་ང་ཚོ་ལ་དགོས་མཁོ་ཆེ་ཡ་ཅིག་ང་རང་གི་ངོས་ནས་མཐོང་མཛད་ཀྱི་འདུག་ད་ད་ལྟ་ལས་འགུལ་སྤེལ་ཉེན་མང་པོ་བྱས་ཀྱི་ཨན་ཀྲི་ཏི་བི་ལ་སོགས་པ་རྒྱལ་སྤྱིའི་གསར་ཁང་ཁག་གི་དགོངས་སེལ་ཞུ་དགོས་ཀྱི་ཡོད་ལ་ཀྱི་འབོད་ར་ཅིག་དང་དགོས་འདུན་ཅིག་གཏོང་གི་འདུག་ད་དེ་ཚོ་ཡང་འགན་ཁུར། དེ་འདྲ་གི་འགན་ཁུར་ཕྱིར་བ་དེ་ཧ་ཅང་གི་བསྔགས་རྒྱུ་ཡོད་པ་རེད། ཡིན་ན་ལས་གསར་འགྱུར་བརྒྱུད་ལམ་ཁག་གི། གཞུང་ལུགས་ཀྱི་ཐོག་ནས་ཁོ་རང་ཚོ་གི་འགན་དབང་གི་ངོས་ནས་ནི་ལྷག་པར་དུ་རྒྱལ་སྤྱིའི་གསར་ཁང་ཁག་གི་གནས་ཚུལ་ལེན་ས་དེ་ང་ཚོ་གི་གསར་ཁང་ཁག་དང། དེ་ནི་ང་ཚོའི་དཔེར་བཞག་རྒྱུགས་ཀྱི་དགོང་ཟེར་གྱི་བསྒྲགས་གཏམ་དེ་ཚོ་རྒྱལ་སྤྱིའི་གསར་ཁང་ཁག་གི་དཔེ་རིས་ཀྱི་ལྟ་གནས་ཚུལ་གྱི་ཡོང་ཁུངས་དང་འགོ་ཁུངས་འདྲ་བོ་ཆགས་ཀྱི་ཡོད་པ་དང་ནི་ལྷག་པར་དུ་ལྟ་ཡོང་ཁུངས་དང་གནས་ཚུལ། ཁག་གཅིག་ཨེ་ཤི་ཡའི་གློག་འཕྲིན་ཁང་དང་ཨ་རིའི་གློག་འཕྲིན་ཁང་ལ་སོགས་པ་དང་ང་ཚོའི་ཕྱོགས་ནས་དཔེ་བཞག་འཇོག་གི་གནས་ཚུལ་དེ་ཚོ་ཆགས་ཀྱི་ཡོད་དུས་ད་དུང་དངུལ་གྱི་ཐོག་ནས་རྒྱལ་སྤྱིའི་ས་ཁོངས་ཁག་གི་འདིའི་ཐད་ལ་དགོངས་སེལ་ཞུ་སྲིད་ཀྱི་རེད་དམ་མ་རེད། དེ་ང་རང་གི་ངོས་ནས་ཡིན་ན་ཧ་ཅང་གི་ཁག་པོ་ཅིག་མཐོང་བསྡད་ཀྱི་འདུག་ད་འདིའི་ཐད་ལ་ང་ཚོ་གི་ཅིག་གསར་ཁང་ཁག་ལ་བལ་ཏེ་མཐའ་ལ་བཀའ་དྲ་བ་ཡིན་ན་འདིའི་ཁེ་གྱོང་འདྲ་བོ་དེ་ག་རེ་ཡོང་གི་ཡོད་མེད་དེ་ཡང་ང་ཚོ་གིས་བསམ་བློ་གཏོང་དགོས་ཡག་གི་གནད་དོན་ཅིག་ཏན་ཏན་ཆགས་ཀྱི་རེད་དྲན་གྱི་འདུག་དགོངས་སེལ་ཞུ་དགོས་ཟེར་བ་ལས་ཀྱང་ད་ང་རང་གིས་ཅིག་བསམ་ཚུལ་བྱས་པ་ཡིན་ན། ད་དེ་སྔོན་ཅིག་ཨན་ཀྲི་ཏི་བི་རེད་སི་ཨན་ཨན་རེད་དེ་འདྲ་གིས་ད་གནད་དོན་འདིའི་ཐོག་ལ་གནས་ཚུལ་ལོག་པ་སྤེལ་བ་དེ་ཚོ་ལ་ང་ཚོ་ལ་ཡང་དེའི་ཐད་ལ་གསལ་བཤད་བྱེད་ཡག་གི་གོ་སྐབས་ཅིག་ཁོ་རང་ཚོ་གི་གསར་འགྱུར་བརྒྱུད་ལམ་གི་ཐོག་ལ་དགོས་ཀྱི་ཡོད་ལབ་ཀྱི་འདུག་དེ་འབྲེལ་གྱི་དགོས་འདུན་གཏོང་བའི་ཐོག་ནས་ཀྱི་དགའ་ལྡན་ཕོ་བྲང་གི་སྐུ་ཚབ་ཡིན་ན་རེད། ཡང་མིན་ན་ཅིག་འབྲི་ཤེས་ཚད་ལྡན་རྒྱབ་ཐོ་ཡག་གི་ང་ཚོ་བོད་པའི་མི་སྣ་གང་རུང་ཅིག་ལ་ད་ཨེན་ལྡི་ཏི་བི་དང་སི་ཨེན་ཨེན་ལ་སོགས་ཀྱི་བརྒྱུད་ལམ་ཁག་ལ་གསལ་བཤད་ཐེར་ཆེན་པ་བཟོ་ཡག་གི་གོ་སྐབས་ཅིག་དགོས་ཀྱི་ཡོད་ལགས་ཀྱི་དེ་འབྲེལ་གྱི་དགོས་འདུན་ཅིག་གཏོང་ཐུབ་པ་ཡིན་ན་ངས་ཕན་ཐོགས་ཆེ་ཞིག་མཐོང་གི་འདུག་དེ་འབྲེལ་གྱི་དགོས་འདུན་གཏོང་བའི་ཐོག་ནས་ཁོང་ཚོ་གི་བརྒྱུད་ལམ་ཁག་ལ་ད་དེ་འབྲེལ་གྱི་དགའ་དད་ཕོ་བྲང་གི་ཅིག་སྐུ་ཚབ་དང་དེ་ནས་བོད་པ་དངོས་གནས་ཀྱི་འདྲི་གཞི་མཐར་ཕྱིན་པ་བརྒྱབ་ཐུབ་མཁན་གྱི་བོད་པ་ཅིག་དེ་ཁོང་ཚོའི་བརྒྱུད་ལམ་ལ་སྐད་བཏང་བྱས་ནས་དེ་ནས་ཅིག་རྒྱ་བ་རིན་པོ་ཆེ་ལ་འདི་འབྲེལ་གྱི་ཚད་གཞི་བཟོས་བ་དེ་ཕར་གཙང་མ་དང་དག་སེལ་བཟོ་ཡ་དང་དེ་ནས་རྒྱུན་རིང་པོ་ནས་རྒྱ་ནག་གི་མི་ལོ་དྲུག་ཅུ་རེ་གསུམ་ལ་ཅིག་རྒྱ་བ་རིན་པོ་ཆེ་ལ་མཚན་མོ་དང་བོད་ནང་ལོགས་ལ་དམར་གསོད་དྲག་གནོན་བཙན་འཛུལ་བྱས་པའི་གནས་ཚུལ་དེ་ཚོ་ཡང་ཅིག་འགྲེལ་བཤད་རྒྱག་གི་གོ་སྐབས་ཅིག་བྱུང་བ་ཡིན་ན། ད་དེ་ང་ཚོ་གི་སྦྱར་ཁ་ཆེན་པོ་ཅིག་རེད་དེ་ཆེད་དུ་ང་ཚོ་གི་ལས་འགོར་སྤེལ་བའི་སྐབས་ལ་དེ་འདྲ་གི་དགོས་འདུན་གཏོང་ཐོབ་དགོས་ཡ་དེ། ང་རང་གི་ངོས་ནས་དེ་གལ་ཆེན་པོ་ཞིག་ཅིག་མཐོང་གི་འདུག་ད་དེ་མི་སོ་སོ་ལ་མཐོང་ཚུལ་མ་འདྲ་བ་ཡོད་ཆོག་གི་རེད་ད་ངན་པར་དུ། གར་སིག་ས་ཁོངས་ཁག་གི་དགོང་ཟས་རང་ཞུ་དགོས་དགོས་ལབ་བྱས་ནས་ཨུ་ཚུགས་བྱེད་ཀྱི་ཡོད་ན། དེ་ནས་དགོང་ཟས་ཞུ་ཉེན་དང་པོ་དེ་ཨ་རིའི། བོད་སྐད་རླུང་འཕྲིན་ཁང་དང་ཨེ་ཤེ་ཡ་རླུང་འཕྲིན་ཁང་གིས་ད། འབྲེལ་ཡོད་ལས་བྱེད་ཚོ་གིས་དགོངས་སེལ་དང་པོ་དེ་ཞུ་དགོས་ཡ་ཆགས་ཀྱི་འདུག་དྲན་གྱི་འདུག་ང་རང་གིས་ངོས་ནས་དེ་ངའི་ཁར་ཁ་ཐུག་བྱས་ནས་ལབ་ཀྱི་ཡོད། དེ་ནས་དོན་རྐྱེན་འདིའི་ཁྲོད་དུ་ད་ང་ཚོ་རང་ངོས་ནས་ཅིག་དོ་སྣང་མ་སྦྱོང་བ་དང་གནས་ཚུལ་ཆ་ཚང་བ་མ་ཤེས་པའི་ཐོག་ནས་ཅིག་ནོར་འཁྲུལ་ཤོར་གྱི་ཡོད་མེད་དེ་སོགས་ལ་དངོས་གནས་ཁོ་རང་གཟབ་གཟབ་བྱེད་དགོས་ཡ་ཚེགས་བེད་སྤྱོད་གཏོང་སྟངས་རེད་གནས་ཚུལ་ཅིག་ངོ་སྤྲོད་བྱེད་སྟངས་རེད་ད་དེ་སོགས་ཀྱི་ཐོག་ལ་གཟབ་གཟབ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་འདུག་དྲན་གྱི་འདུག། ལྷག་པར་དུ་ཉི་མ་གཉིས་ཀྱི་སྔོན་ལ་བོད་རིག་པའི་མཁས་པ་གས་རྟ་མིང་ཐོག་ནས་བོད་རིག་པའི་མཁས་པ་ཕར་ཆེར་རྟ་བཅུ་གྲངས་བཅས་གས་དེ་ནས་བསྒྲགས་གཏམ་གྱི་སྤེལ་ཡོད་རེད་ཁོང་ཚོའི་བསྒྲགས་གཏམ་དེའི་ནང་ལོགས་ལ་རྒྱ་ནག་གི་ཕྱི་ལོགས་དང་ནང་ལོགས་ཀྱི་བོད་མི་སྤྱི་ཚོགས་ཟེར་ཡག་གི་ཚིག་རྒྱུགས་ནོར་འཁྲུལ་ཅན་གྱི་བེད་སྤྱོད་བཏང་ནས་བོད་དེ་རྒྱ་ནག་གི་ཁུངས་ཐོག་ཡིན་པ

དེ་འདྲ་བྱས་བསྡད་ཀྱིན་དེ་སོག་བོ་སྡུག་པི་གི་གང་ལ་རོ་ཐོག་ལ་རྟ་རྒྱོག་ནས་རྟ་བོ་གི་ཅིག་ངོས་ཟན་དང་ལོ་རྒྱུས་ལ་འདྲི་རྒྱུ་ལོག་པ་བཟོ་བ། ཆེད་མངགས། དེ་ག་ནང་བཞིན་ཅིག་སྤྱི་ཚོགས་གཞན་དག་དང་ང་ཚོ་བར་ལ་དཀྲུག་ཤིང་བཟོ་ཡག་གི་ཉིན་ཁག་གི་གནས་ཚུལ་དེ་ཡང། ཡོད་པི་ཆ་ནི་ང་ཚོ་ཚོང་དམག་གི། གཟབ་སྦྲང་བྱེད་པའི་ཐོག་ནས་དངོས་གནས་རྣམ་འགྱུར་བེད་སྤྱོད་གཏོང་བའི་ཐོག་ནས་དེ་ནི་གནད་དོན་འདིའི་ཐོག་ལ་ཚང་མ་གིས་ཆ་ཤས་ལེན་དགོས་ཏེ་གལ་ཆེན་པོ་ཞིག་ཏུ་མཐོང་གི་འདུག་སོ་སོ་འདྲ་བོ་ཅིག་ཡིན་པ་ཡིན་ན་གཅིག་ད་རྒྱལ་སྤྱིའི་ཐོག་ལ་གནད་དོན་འདི་གསལ་བཤད་བྱེད་ཡ་གི་སྐད་ཡིག་གི་གནས་ཚིག་མེད་མེད་དུས་ཙམ་པ་ལ་དེའི་ཐོག་ལ་ཞིབ་ཅིག་བྱེད་བསྡད་ཡ་གི་མི་འདུག་ཡིན་ན་ལས་ད་ང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལོག་ནས་ཅིག་ཐུར་ཤུལ་འགྲོ་བསྡད་ཡ་དང་ངོས་འཛིན་ལོག་པ་ཡོང་བསྡད་ཡ་འདི་སོགས་ཀྱི་ཐོག་ལ་ཅིག་སོ་སོས་གང་ཤེས་ཤེས་བྱེད་གི